ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་སི་ཡ་གི་ཕྱག་དེབ་དེ་སྟོད་ཆ་བྱེད། བཙན་བྱོལ་ནང་གི་རང་དབང་སི་ཡ་དེ་བར་ཆ་བྱེད། ད་ལན། བུ་དང་བུ་མའི་མགྲིན་ཚབ། Ingenieur Voice for the Voiceless། ལགས་ཀྱི་ཕྱག་དེབ་དེ་སྨད་ཆ། ཆགས་དེ་གི་འདུག་སོང་ཙང། ཕྱག་དེབ་དེ་ལ་ཡང་སྟོད་ཆ་བར་ཆ་སྨད་ཆ་གསུམ་ཡོད་པས་སོང་ཙང་གསུམ་ཆ་ལ་ཡང་ཐུགས་སྣང་གནང་དགོས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ། མཐོང་དེ་གི་འདུག་ཟེར་བཞིན་དུ་ཞུ་ཡ་ཡིན་ད་ལན། བུ་དང་བུ་མའི་མགྲིན་ཚབ་སི་ཡ་གི Ingenieur Voice for the Voiceless ལགས་ཀྱི་ཕྱག་འདེབས་དེ་སྐད་གྲགས་ཆེ་དྲག་སྤྱོད་བྱེད། འདི་རང་ལ་ཡང་ཐུགས་སྣང་མ་གནང་བ་ཆེ། མཉམ་འདི་དང་མཉམ་འདུག་ལ་ཡང་གཅིག་ལྟོས་བྱ་བར་བྱ་སྨད་བྱ་གསུམ་བྱ་ལ་ཡང་ཐུགས་སྣང་གནང་དགོས་ཏེ་དཔེ་མི་སྲིད་པའི་ཁྱི་ཆེན་པོ་དུང་གི་དུག་གིས་ཆེན་ཞོན་ཡིན། ཐུགས་ཆེ་ན། བཀྲ་ཤིས། ཐོག་མར་དེ་ངས་ཡུལ་གྲུབ་ཀྱིས་མཚོན་པའི་དྲ་རྒྱ། སེམས་གཟིགས་གནང་མཁན་རྒྱ་ཆེའི་གཟིགས་མོ་བ་རྣམ་པ་གླིང་གེ་ཚང་མ་ལ་ཡང་གུས་པས་ངོས་ནས་གདན་ས་ཆེན་པོ་སྤང་སྟེ་འབྲས་དཀར་སྤུངས་པ་ནས་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་དེ་རིང་ངས་འདུག་ཟེར་བྱའི་རྣམ་པ་ཚོ་ལ་ཡང་ག་རེ་ཞུ་ཡ་གི་འདུག་པ་བྱུང་ཟེར་ལབ་པ་ཡིན་ན་དེ་རིང་གི་ངས་ཀྱི་གཏམ་བཤད་བྱེད་ཡ་འདི་ཡི་རྣམ་པ་ཚོ་ལ་ཡ། ད་ལན་འདུག་ཟེར་བྱའི་སྐྱབས་མགོན་རིན་པོ་ཆེ་གི་ལྗགས་རྩོམ་མཛད་པའི་བོད་དང་བོད་མིའི་མགྲིན་ཚབ། Voice for the Voiceless ལགས་ཀྱི་འདུག་བ་ཨིན་ཇི་ནས་ད་འདི་འདིའི་སྐོར་ལ་ཡང་ངས་འདུག་ཟེར་བྱའི་གཏམ་བཤད་མདོར་བསྡུས་ཅིག་ཞུ་ཡ་ཡིན་རོ། རྩ་བའི་ཆ་ནས་ད་ངས་ཀྱི་ཁ་སང་སྙེ་མ་དེབ་འདི་དང་འབྲེལ་བའི་ཐོག་ནས་གཏམ་བཤད་ཅིག་བྱས་པ་ཡིན་ཡིན་ན་ཡང་དེ་དུས་སྐབས་དེ་དུས་ཙམ་མ་ལ་ཡ་ངས YouTube དེ་ལྟས་ཟེར་བྱའི་སྐྱོན་ཆ་འདྲ་བོ་ཞོག་ཅེས་ད་གང་ལྟར། ཡག་བཟོ་མ་ཐུབ་བྱས་བྱས་ཨ་ནི་མི་མང་པོ་ཅིག་སྐྱེས་གོ་གི་མི་འདུག་སྐྱེས་གོ་གི་མི་འདུག་གསུང་མཁན་དེ་འདྲ་མང་པོ་འདུག་གང་ལྟར་སྐབས་དེ་དུས་ཙམ་མ་ལ་ཡ་ད་བརྒྱ་ཆ་དགུ་བཅུ་གོ་གོ་ཙི་གི་གཟིགས་ཐུབ་ཡོད་ས་མ་རོ། དེ་ཡིན་དུས་ད་སྐབས་དེ་དུས་ཙམ་མ་ལ་རྣམ་པ་ཚོ་ཡང་འདྲ་གོ་ཅེས་གསན་གཟིགས་གནང་ཚར་མཁན་ཡིན་པ་ཡིན་ནའི་གར་ནར་འགྲིག་གི་འདུག་རོ། དེ་རིང་ངས་དེབ་འདི་དག་ཁྲིད་པའི་ཐོག་ནས་ཨ་ནི་ཁ་སྣོན་དེ་འདྲའི་གལ་ཆེན་པོ་ཁ་ཤས་ཅིག་ཞུ་ཡ་ཡོད་རོ། དེ་འདྲ་ཡིན་དུས་ཙམ་མ་ལ་ཡ་ད་དེབ་འདི་ག་རེ་ཆགས་ཀྱི་འདུག་ཟེར་ལབ་པ་ཡིན་ན་དེབ་འདི་སྨད་ཆ་སོ་འདྲ་བོ་ཆགས་ཀྱི་འདུག་དཔེར་ན་ང་རང་ཚོ་དགུན་དུས་པ་ཚོ་ཡིན་ན་བདེན་སྲིད། རྒྱུན་མཐུད་པ་ཚོ་ཡིན་ན་ད་ད་གིན་བདེན་གསེས་རྒྱུན་མཐུད་པ་བཅུ་མ་རེད་ཅི་ཐང་ཆགས་པའི་གཟིགས་མཁན་མང་ཆེ་བ་གིས་ད་མཁྱེན་རྒྱུ་ཡོད་རྒྱུ་རེད་བསམ་གྱི་འདུག་བ་གང་ལྟར་ཨ་ནེ་དེབ་དེ་དཔེར་ན་རྒྱུན་མཐུད་པ་ཚོ་ཡིན་ན་དཔེ་ཆ་མང་པོ་ཞུ་གི་དེ་འདྲ་ཡོད་པ་ཡིན་ན་དཔེ་ཆ་དེ་ལྟོས་ཆ་སྨད་ཆ་ཟེར་ཡ་དེ་འདྲས་བཟོ་གི་འདུག་བ་འདི་ཡིན་དུས་ཙམ་མ་ལ་ཡ་དེབ་དེ་གར་ཆགས་ཀྱི་འདུག་ཟེར་ལབ་པ་ཡིན་ན་སྨད་ཆ་ཟོ་འདྲ་པོ་ཆགས་ཀྱི་འདུག་བ་ད་དེ་དེབ་དེ་ལས་ཡ་གར་འདུག་ཟེར་ལབ་པ་ཡིན་ན་ལྟོས་ཆ་དང་བར་ཆ་བྱེད་ཀྱི་འདུག་སོང་ཙང་དེབ་དེ་ཁོ་རང་སྨད་ཆ་འདྲ་པོ་ཞིག་ཆགས་བསྡད་ཀྱི་འདུག་ཤོད་ཡོད་རེད་བ། དེབ་འདི་ལ་ཡང་གང་ལྟར་སྟོད་ཆ་བར་ཆ་སྨད་ཆ་གསུམ་ཡོད་པའི་སོ་འདྲ་པོ་ཅིག་འདུག་རོ། ད་ལྟའི་ག་འདྲའི་རེད་ཟེར་ལབ་པ་ཡིན་ན་ད་ལྟའི་ང་རང་གི་ཐོག་ཁོ་ཞུ་ཞུ་བ་ཧ་གོ་མ་ར་ཡིན་ན་ཡང་ངས་ད་ལྟ་དུས་ཚོད་ཅིག་ཞིབ་འཇུག་བྱེད་པའི་སྐབས་ལ་ཡང་ད་ལྟ་ཝར་ན་སི་གི་ལོ་རྒྱུས་ཀྱི་སློབ་དཔོན་ཆེན་པོ་རྒན་བྱམས་པ་བསམ་གཏན་ལ་ཁོང་གི་དུས་ཆེན་ད་ལྟ་ག་བ་གསུང་བཞག་ལབ་པ་ཡིན་ན་ནོར་ཝེ་བོད་ཀྱི་རླུང་འཕྲིན་ཁང། Voice of Tibet། ལ་མཁན་གསར་ཁང་ཆུ་ཡ་ཁོང་དེའི་ནང་ལོགས་ལ་ཡང་གསར་འགོད་པའི་གི་བཅར་འདྲི་ཞུ་རྒྱོ་བཅར་འདྲི་ཞུ་རྒྱོ་ཅིག་གི་ནང་ལོགས་ལ་ཡང་གསུང་གི་འདུག་རོ། ཨ་ནི་ཁོང་གིས་གསུང་སྟངས་བྱས་པ་ཡིན་ན་ད་དེ་དེབ་དེ་བར་སྣེ་ཆགས་སུ་འདྲ་བོ་ཅིག་རེད་ད་ང་རང་ང་རང་ཚོ་དེང་སང་དྲང་པོ་ཞུས་པ་ཡིན་ན་དེབ་དེ་དེབ་དེ་སྐད་གྲགས་ཞུ་བོ་ཅིག་འགྲོ་ཤོར་བ། དེབ་དེ་སྐད་གྲགས་ཆེ་ཐག་ཆོད་ཅིག་འགྲོ་ཤར་དུས་ཙམ་མ་ལ་ཡ་ད་གང་ལྟར་ཨ་ནི་ཡང་སྟོད་ཆ་དང་བར་ཆ་དེ་ཚོ་དོ་སྣང་མ་བྱས་ན་འགྲིག་གི་འོ་མར་སོང་ཙང་དོ་སྣང་བྱས་པ་ཡིན་ན་ཨ་ནི་སྟོད་ཆ་དང་བར་ཆ་དེ་ཚོ་ཡང་དོ་སྣང་བྱེད་དགོས་གལ་ཆེན་པོ་རེད། ཅེས་འོ་དེ་འདྲའི་འདྲ་བོ་ཅིག་བཀའ་གནང་གི་འདུག་དྲན་གསོར་བ་ཨ་ནི་རྣམ་པ་གཙོ། རྒྱས་ཤིང་རྒྱས་པ་དེ་བཟི་ཡག་དུས་བབ་ཡོད་པ་ཡིན་ན། ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་ནང་ལོགས་ལ་ཡ། གསར་ཁང་ནང་ལོགས་དེ་གསར་འགྱུར་ཁང་ནང་ལོགས་ལ་ཡ་ཕེབས་པ་ཡིན་ན། འདུ་བྱེད་འགྲེལ་བཤད་རྒྱས་ཤིང་རྒྱས་པ་ཞིག་ཏུ་རོ། འདི་ངས་གལ་ཆེན་པོ་ཞེ་དྲག་མཐོང། གང་ཡིན་ཟེར་ན་ང་རང་ཚོ། དཔེ་ཆ་ལྟ་མཁན་འདྲ་བོ་ཅིག་ལ་ཆ་མཚོན་པ་ཡིན་ན་དཔེར་ན་ལེགས་བཤད་གསེར་ཕྲེང་འདྲ་བོ་ཆ་མཚོན་པ་ཡིན་ན། ཨ་ནི་སྨྲས་ཆ་དེ་རྐྱང་རྐྱང་བཏགས་ཏེ་དོ་སྣང་སྤྲད་དེ་ཨ་ནི་ལྟོས་ཆ་དེ་དོ་སྣང་ཁྱེད་ནས་མ་སྤྲད་པ་ཡིན་ན། འགྲིག་གི་མེད་པའི་ཟེར་འདྲ་བོ་ཅིག་རོ། དེ་ཡིན་དུས་ང་རང་ཚོ། དཔེ་ཆ་ཐོག་མར་བལྟས་པའི་སྐབས་ལ་དང་པོ་སྟོད་ཆ་བལྟ་དགོས་ཡ་དེ་གལ་ཆེན་པོར་བ། སྟོད་ཆ་དེ་བལྟ་སྟོད་ཆ་ནང་ལ་ག་འདྲས་འདུག་ཨང། ད་སྨད་ཆ་བར་ཆ་ཟེར་ཡ་དེ་ཚོ་འདི་གི་ལྷག་འཕྲོས་འདྲ་པོ་ཅིག་ཆགས་དགོས་བར་བ། སོང་ཙང་རྣམ་པ་ཚུན་གྱི་ནས་ཨ་ནི། དེབ་ད་ལྟ་སྟོད་ཆ་འདྲ་པོ་དེ་གར་ཆགས་ཀྱི་འདུག་ཟེར་ལབ་པ་ཡིན་ན། ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་ཟེར་ཡ་ཞིག་འདུག་ཨ། འོ་དེ་སྟོད་ཆ་སོ་འདྲ་པོ་བྱས། དེ་ནས་སྨད་ཆ་དེ་ཨ་བཙན་བྱོལ། སྨད་ཆ་མ་ལབ་དང་བར་ཆ་ད་ངས་རྣམ་པ་ཚོ་ལ་དེབ་ཕུལ་གྱིན་ཡོད་ར་བ་ད་ལྟ་རྣམ་པ་ཚོ་དེ་གཟིགས་ཀྱི་འདུག་ཨ།

ད་ལྟ་དེབ་དེ་བོད་དང་བོད་མིའི་དྲིན་གསབ་ཟེར་ཡག་དེ་དོ་སྣང་བྱེད་པ་དང་མཉམ་དུ། ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་ཟེར་ཡག་གི་སྟོད་ཆ་དེ་ཆེད། བཙན་བྱོལ་ནང་གི་རང་དབང་ཟེར་ཡག་དེ་བར་ཆ་ཆེད། འོ་འདི། གནས་ཆ་དེ་བོད་དང་བོད་མིའི་དྲིན་གསབ་དེ་ཆགས་ཡོད་རུང་བ་སོང་ཙང་རྣམ་པ་ཚོས་འདི་གསུམ་ཆ་ཐུགས་སྣང་ཡག་པོ་ཅིག་གནང་རོགས་གནང་ཞེས་ཀྱི་གུས་པས་ངེས་ནས་རེ་འདུན་ཞུ་ཡི་རུ་བ། དེང་སང་སྐད་གྲགས་ཆེ་ཐག་འདྲ་པོ་ཆོས་བྱེད་མང་ཆེ་བ་གི་དེབ་འདི། བོད་དང་བོད་མིའི་དྲིན་གསབ་ཟེར་ཡག་འདི་མ་གཏོགས་དོ་སྣང།

ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་ཟེར་ཡ་དེ་ལྟོས་ཆ་བྱེད། བཙན་བྱོལ་ནང་གི་རང་དབང་ཟེར་ཡ་དེ་བར་ཆ་བྱེད། ཨ་ནི་ངོས་ཀྱི་བུ་དང་བུ་མོའི་མགྲིན་ཚབ་ཟེར་ཡ་ད་ལན་དུས་ཡང་དེ་སྨྲས་ཆ། ཨ་ནི་གང་ལྟར་དོན་ལ་ད་ག་རང་ཆགས་དུས་ཡོད་རེད་ཟེར་བ། ཨ་ནི། དངོས་སུ་ད་ཡི་གེ་ལྟོས་ཆ་བར་ཆ་སྨྲས་ཆ་ཟེར་ཡི་གེ་བྲིས་ཡོད་མ་རེད། འོ་དེ་འདྲ་ཞིག་གསུངས་གནང་གི་འདུག་དེའི་རྣམ་པ་ཚོ། ཐོ་ན་གནང་མ་མྱོང་པ། སེམས་གཟིགས་གནང་མ་ཚར་བ་ཡིན་ན། དེ་ཝར་ན་སི་གི་སློབ་དཔོན་ཆེན་པོ་ལོ་རྒྱུས་ཀྱི།

དེ་ནས་ད་དེ་འདྲ་དེ་དེང་སང་སྐད་གྲགས་འགྲོ་བསྡད་ཡག་གི་སྨད་ཆ་ཆོལ་བ་དང་འདྲ་བོད་དང་བོད་མིའི་མགྲིན་ཚབ་ཟེར་ཡག་ཆོལ་རོགས་སོང་ཙང་དེ་ད་ངའི་རྣམ་པ་ཚོ་དེ་དཀར་ཆག་དེ་ངའི་རྣམ་པ་ཚོ་ལ་དེབ་དེ་ག་འདྲའི་ཆོལ་རེད་ཟེར་ཡག་དེ་ངོ་སྤྲོད་མདོར་བསྡུས་ཅིག་ཞུ་གིན་རོགས་ཨ། དེབ་དེ་ག་འདྲའི་ཆེད་ཡོད་རེད་ཡོད་མ་རེད་ཟེར་ཡག་དེ་དཀར་ཆག་ནང་ལོགས་གསལ་ཡོང་གི་རོགས་ཨ་དཀར་ཆག་ནང་ལོགས་ལ་ཡ་ཕལ་ཆེར་དཀར་ཆག་དེ་མང་ཅིག་ཧ་གོ་བ་ཡིན་ན་དེབ་དེ་གནས་སྟངས་ག་འདྲའི་ཆོལ་ཡོད་རེད་ཟེར་ཡག་དེ་ག་ལ་གང་ཚང་ཅིག་མཁྱེན་གོ་རོགས་ཨ་སོང་ཙང་ངའི་དེབ་དེ་དཀར་ཆག་དེ་རྣམ་པ་ཚོ་ལ་ཡ། སྙིང་འདོད་ཅིག་འདུག་ཅེས་མ། དཀར་ཆག་དེ་གང་ལྟར་མ་ཅིག་གློག་བཞག་གིན་རོགས། ཨ་ནི་འདི་ཆ་ཚང་གློག་མ་འགོ་བ་བྱེད། གང་ལྟར་དེ་དེ་ཡང་ལྗགས་ཀློག་གནང་མཁན་ཞིག་རིགས་གཅིག་འདུག་དང་དེང་སང་སྤྱི་ཚོགས་ནང་ལོགས་ལ་ཡང། སྒྲ་སྒམ་དེ་འདྲས་འདུག་སོང་ཙང་རྣམ་པ་ཚོའང་ནི་སྒྲ་སྒམ་དེ་འདྲས་མ་རག་པ་དང་གཅིག་ལྗགས་ཀློག་གནང་སྐྱོང་དེ་ཚོ་མ་རག་པ་ཡིན་ན་ཨ་ནི་ང་ལ་འབྲེལ་བ་གནང་ན་ངས་རྣམ་པ་ཚོ་ལ་ཟུར་དུ་ཕུལ་ཆོག་བ་བྱེད་ཞུ་ཡང་ཡང་ལྗགས་ཀློག་གནང་མཁན་ཚོ་ལ་ང་རང་ངོས་ནས་ཐུགས་རྗེ་ཆེ་དང་རྗེས་སུ་ཡི་རང་ཞུ་ཡ་ཡིན་རོགས། གང་ཡིན་ཟེར་ན་ཨ་ནི་ཡང་ང་ཚོ། བོད་པའི་བོད་པ་ཡིན་པ་གང་ཞིག་ལ་ཡང་བོད་ཡིག་མ་ཤེས་ཀྱི་དེ་འདྲ་ཡོང་ཡོང་ཆོག་གི་རོ། དཔེར་ན་རྩ་བའི་ཆ་ནས་འདི་བོད་ཡིག་ནས་གཅིག་པུ་མ་རེད་ད་དབྱིན་ཇི་དང་རྒྱ་ཡིག་དུས་ཚོད་ནས་ཐོན་ཡོད་རུ་གསུངས་འདུག་རོ། འདི་ཡིན་དུས་གང་ལྟར་བོད་པ་ཡིན་པ་གང་ཞིག་ལ་བོད་ཡིག་དང་དབྱིན་ཇི་རྒྱ་ཡིག་གང་ལྟར་ཡི་གེ་གང་ཡང་མ་ཤེས་མཁན། ཨཱ་བོད་སྐད་ཤེས་མཁན། ཨཱ་འདི་གའི་དེ་ལ་ཡང་སྒྲ་སྒམ་བཟོས་ཨཱ་སྒྲ་སྒམ་བཟོས་བཞག་མཁན་ད་ལྟ་ལྗགས་ཀློག་གནང་བསྡད་མཁན་ཁོ་རང་ཚོས་སྒྲ་སྒམ་བཟོ་གི་འདུག་ཨ་སོང་ཙང་སྒྲ་སྒམ་བཟོ་མཁན་དེ་ཚོ་ཡིན་ནའི་ཨཱ་ནི་བོད་སྐད་དང་བོད་ཡིག་གང་ལྟར་ཡི་གེ་ཀློག་མ་ཤེས་མཁན་ཨཱ་བོད་ཡིག་ཤེས་མཁན།

ལེའུ་གཉིས་པ་དེ་གཙོ་འཛིན། མའོ་ཙི་ཏུང་དང་མཇལ་འཕྲད་བྱས། ལེའུ་གསུམ་པ་དེ་རྒྱ་གར་ལ་གནས་སྐོར་བྱས། ལེའུ་བཞི་པ་དེ་རང་ཡུལ་ནས་བྲོས་བྱོལ་བྱས། ལེའུ་ལྔ་པ་དེ་ཡུལ་བབ་ཆབ་སྲིད་སྐོར་བསམ་གཞིག་བྱས། ལེའུ་དྲུག་པ། བཞེས་སུ་གཏོར་བཤིག་དང་བྱེས་སུ་བསྐྱར་སྐྲུན། བཞེས་སུ་སི་ཏུ་དང་བོད་ནང་ལོགས་སུ་འགོར་བ། བྱེས་སུ་བསྐྱར་སྐྲུན་སུ་ཏུ་བྱེས་སི་ཏུ་དང་བཙན་བྱོལ་ནང་ལོགས་སུ་འགོར་བ། ལེའུ་བདུན་པ་དེ་འབྲེལ་མོལ་གྱིས་གླེང་སློང་བྱས། ལེའུ་བརྒྱད་པ། སྐྱབས་གནས་ཞི་བར་ཞི་འབོད་བྱས། ལེའུ་དགུ་པ། གནམ་སྡེ་སྒོ་མོ་ཆེའི་དོན་རྐྱེན་གྱི་རྗེས་འབྲེལ་བྱེད། ལེའུ་བཅུ་པ། སྡུག་བསྔལ་དང་འཕྲད་དུས་ཕན་ཐོགས་འབྱུང་བའི་ཉམས་ལེན་ཁག་གཅིག། ལེའུ་བཅུ་གཅིག་པ། སྟོང་ལོའི་མཇུག་འགྲིལ་མཚམས་ལ་གསོན་ཐུལ་བྱེད། ལེའུ་བཅུ་གཉིས་པ། འབྲེལ་མོལ་གྱི་རིམ་པ་ཐ་མ་བྱེད། དེ་ནས་དེའི་རྒྱབ་ལོག་དེ་ལ་ཡང་དག་ལེའུ་བཅུ་གསུམ་པ་དེ་རེ་བྱ། ལེའུ་བཅུ་གསུམ་པ། བསྐྱར་ཞིབ་ཕྱོགས་བསྡོམས་བྱེད། ལེའུ་བཅུ་བཞི་པ། ངོས་ལ་རེ་བ་སྟེར་མཁན་བྱེད། ལེའུ་བཅོ་ལྔ་པ། ད་ལྟའི་གནས་སྟངས་དང་མདུན་ལམ་བྱེད། ལེའུ་བཅུ་དྲུག་པ། འབུད་སྐུལ་བྱེད། དེ་ནས་འདི་བ་ལོ་ཐུགས་རྗེ་ཆེ་ཞུ་དང་ཨ་ནེ་ཁ་ནོའི་ཡིག་ཆ་ཁག་ཅིག་འདུག་ད་དེ་ག་རེ་རེད་བྱ་ཟེར་ལབ་པ་ཡིན་ན། བོད་ཀྱི་ལོ་རྒྱུས་སྤྱི་སྡོམ་བྱེད། ཨ་ནེ་ཕྱི་ལོ། བརྒྱད་བརྒྱ། ཉིས་ས་གཅིག་ནས་བརྒྱད་བརྒྱ་ཉིས་ས་གཉིས་བར། བརྒྱད་བརྒྱ་ཉིས་ས་གཉིས་ལོར་བོད་དང་རྒྱ་ནག་བར་བཞག་པའི་ཆིངས་ཡིག་བྱེད། དེ་ནས། ཏེའུ་ཞའོ་པིང་དང། ཅང་ཙེ་མིན་ལ་ཕུལ་བའི་ཆིངས་ཡིག་བྱེད། དེ་ནས་ད་དེ་གོང་གི་མིང་གཉིས་དེ་ཕལ་ཆེར་རྒྱ་ནག་གི་དཔོན་རིགས་ཟུར་པ་གཉིས་ཀྱི་མིང་ཡིན་ཁྲིན་ཟུར་བ། ནས་དེ་ནས་བོད་རིགས་ཡོངས་ལ་མིང་དོན་མཚུངས་བའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར། དེ་ནས་ཅཱ་པ་དེ་རེད་ཤག་བོད་རིགས་ཡོངས་ལ་མིང་དོན་མཚུངས་བའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་གྱི་འགྲེལ་བརྗོད། དེ་ནས་ལེ་ཚན་སོ་སོ་དང་འབྲེལ་བའི་ཟུར་མཆན། ལུང་འདྲེན་དཔེ་ཁུངས་བསྒྱུར་མཁན་གྱི་གསལ་བཤད་བྱེད་བྱེད་ད་ག་འདར། རྣམ་པ་གཙོ་བོ་འདི་དཀར་ཆག་དེ་འཇོག་འགྲོགས་ཅང།

ཨ་ནེ་དགའ་ལྡན་བྱང་ཤར་གཉིས་ཀྱི་དཔེ་མཛོད་རེད་ཨ་ནེ་བློ་གསལ་གླིང་སྒོ་མང་གཉིས་ཀྱི་དཔེ་མཛོད་རེད། དཔེ་མཛོད་ཁག་བཞི་ལ་ཡང་དུས་ཚོད་བཅད། ཉེ་ཆར་དུས་ཚོད་བཅད་འགྲོ་པའི་སྐབས་ལ་ཡང་ཨ་ནེ་རྟ་ཁ་འགྲོ་པའི་སྐབས་ལ་ཡང་དེབ་དེ་གཞི་ནས་འབྱོར་རྒྱུ་རེད་ཤག་དེབ་དེ་རྩ་བའི་རྡ་རམ་ས་ལ་ལ་ཡང་ད་ལྟ་བོད་ཀྱི་དཔེ་མཛོད་ཁང་ནས་དུས་ཚོད་བཅད་པར་སྐྲུན་གནང་བཞག་པ་ཞིག་ཆགས་ཀྱི་འདུག་སོང་ཙང་རྣམ་པ་ཚོ་དེབ་དེ་མངགས་ཡ་འདོད་པ་དེ་འདྲ་ཡོད་པ་ཡིན་ན་བོད་ཀྱི་དཔེ་མཛོད་ཁང་རྡ་རམ་ས་ལ་ལ་ཡོད་པའི་ཨ་ནེ་བོད་ཀྱི་དཔེ་མཛོད་ཁང་ལ་འབྲེལ་བ་གནང་པ་ཡིན་ན་རག་གི་ཡོད་ས་རེད་ཟེར་ནས་ཞུ་ཡ་ཡིན་རུང། ད་ལྟ་ངས་ལྗགས་ལོག་དེ། དཀར་ཆག་དེ་ལྗགས་ལོག་དེ་སྒྲོག་སྦྱང་ཞུ་དགོས་ཡ་དེ་ད་ངས་ད་གིན་གོང་དུ་ཞུས་ས་ཡིན་པ། གང་ལྟར་དེ་དེབ་མང་པོ་ཞིག་ད་ལྟ་ཕྱག་ལ་འབྱོར་རྒྱུ་ཡིན་ས་རེད་སོང་ཙང་མང་པོ་ཞིག་མ་རག་མཁན་ཚོས་ངས་ཡག་ནས་ད་དེབ་དེ་ག་འདྲས་བྱེད་ཡོད་ནའ་དེབ་དེ་དེབ་དེ་སོ་སོའི་ལག་པ་ལ་ག་དུས་ཀྱིས་འབྱོར་རྒྱུ་ཡོད་ནའ་བསམ་ཅི་ཡག་ནས་རེ་བ་སྐྱོན་འདོད་མཁན་དེ་འདྲ་མང་པོ་ཞིག་ཡོད་རེད་བ་སོང་ཙང་རྣམ་པ་ཚོས་ལ་ཡག་ཐུགས་ཕན་གསོས་རོགས་བྱེད་ནའ་བསམ་ཅི་ཡག་འདུག་ཅེས་རེ་བ་ཞུས་པ་ཡིན་དེ་ནས་དེབ་དེ་དང་འབྲེལ་བ་ཡོད་མགྱོགས་ཀྱིས་ད་ཨ་ནི། དེབ་དེ་གནས་སྟངས་ག་འདྲས་བྱོས་རེད་ཟེར་ཡ་དེ་ངས་དཀར་ཆག་ལ། དཀར་ཆག་ལ་བརྟེན་ནས་ད་རྣམ་པ་ཚོ་ག་ལ་གམ་ཚང་གཅིག་ཏུ་མཁྱེན་གྱི་རེད་དེ་ཡིན་ན་ཡང་ད་རྒྱས་ཤིང་རྒྱས་པ་ཅིག་རྣམ་པ་ཚོ་ཟེར་འདོད་ཡོད་པ་ཡིན་ན་ཨ་ནེ་སྐྱབས་མགོ་རུམ་ཅིག་གི་དབྱིན་སྐད་གསུང་རྒྱུར་གྲགས་ཆེ་བ་ཨ་ནེ་སྐྱབས་མགོ་རུམ་ཅིག་འདི་མཁས་དབང་དགེ་བཤེས་ཐུབ་བསྟན་སྦྱིན་པ་ལ་ཁོང་གིས་འདུས་བྱས་ནས་འགྲེལ་བཤད་རྒྱས་ཤིང་རྒྱས་པ་གནང་བཞག་རྒྱུ་ཞུས་རེད་ད་ཁོང་དགེ་བཤེས་ཐུབ་བསྟན་སྦྱིན་པ་ལགས་ཀྱིས་འདུས་བྱས་འགྲེལ་བཤད་རྒྱས་ཤིང་རྒྱས་པ་གནང་བཞག་རྒྱུ་དེ་ག་བ་ཡོད་རེད་ཟེར་ལབ་པ་ཡིན་ན་ནོར་ཝེ་རླུང་འཕྲིན་ཁང་ནང་ལོགས་ལ་ཡང་དུས་ཆེས་གསར་འགོད་པ་ཚོས་བཅར་འདྲི་ཞུ་བཞག་པ་དེ་འདྲ་ཡང་ཡོད་རེད་ད་ནང་བཞིན་གྱི་སྐབས་དེ་དུས་ཚང་མ་ལ་ཨ་རིའི་རླུང་འཕྲིན་ཁང་དང་ཨེ་ཤེ་ཡ་རང་རླུང་འཕྲིན་ཁང་གཉིས་ཆ་སྒོ་བརྒྱག་ཡོད་མ་རེད་སོང་ཙང་ཨ་འདི་ཚོའི་ནང་ལོགས་ལ་གསར་འགོད་པའི་གི་བཅར་འདྲི་བྱེད་ཆེད་དུས་ཆེན་དགེ་བཤེས་ཐུབ་བསྟན་སྦྱིན་པ་ལགས་ཀྱི་འགྲེལ་བཤད་རྒྱས་ཤིང་རྒྱས་པ་གསུང་བཞག་པ་ཅིག་ཡོད་རེད་ད་ནང་བཞིན་གྱི་ད་ལྟ་ང་རང་ཚོ་བོད་པའི་ད་ལྟ་བུ་ཕོ་གསར་ཞིག་འདུག་བ་ཁོང་གི་གར་ས་ཨ་ཧ་མོ་མན་དུ་ཟིན་བཞིན་འདུག་བ་འོ་འདི་ནང་ལོགས་ལ་གི་གཞི་ལགས།